སྤྱི་ཚོགས་མེ་ལོང་གི་ལེ་ཚན། སྤྱི་ཚོགས་མེ་ལོང་གི་ལེ་ཚན་འདི་བཞིན་ཧྥ་རན་སི་བོད་པའི་སྤྱི་ཚོགས་ཁྱོན་ཡོངས་ཀྱི་ཆབ་དཔལ་རིག་གསུམ་གྱི་བྱ་གཞག་ཟུར་ཙམ་ཞིག་མེ་ལོང་ནང་གསལ་བ་བཞིན་དུ་མཁོ་སྤྲོད་ཞུ་རྒྱུ་ཙམ་མ་ཟད། དེང་གི་འཁྲུག་ཆ་དུད་པའི་སྤྱི་ཚོགས་ནང། བོད་མི་རིགས་ཀྱི་ཐོན་མིས་སྲོལ་རྒྱུན་རིག་གནས་སྤྱི་དང་ཁྱད་པར་དུ་མི་རིགས་ཀྱི་སྐད་ཡིག་དང་རྒྱུ་མཚན་ལ་འབད་བརྩོན་ཆེན་པོས་བྱ་གཞག་སྒྲུབ་རྣམ་མཁས་རྣམས་ངོ་སྤྲོད་དང་རྒྱུས་ལོན་བྱེད་སའི་གླེང་སྟེགས་ཤིག་ཡིན་པས། ལྷན་རྒྱས་སྤྱི་ཚོགས་མེ་ལོང་གི་ལེ་ཚན་བསྲེ་བསྲེ་གནང་བར་དགའ་བསུ་ཞུ།

ལྷན་རྒྱས་སྐུ་ཁམས་བཟང། དེ་རིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཕྱི་ཟླ་ལྔ་པའི་ཚེས་གཅིག་རེས་གཟའ་ཉི་མ་རེད། ཀོང་ཕུ་ལོང་སང་ཏོ་ནོ་ཝེ་བྱམས་བརྩེ་ནུས་སྟོབས་ཚོགས་པའི་འགན་ཁུར་འོག་བོད་མི་རིགས་ཀྱི་རིག་གཞུང་དང་སྐད་ཡིག་སྲུང་སྐྱོབ་ཆེད། གསར་འགྱུར་བོད་ཡིག་སློབ་གྲྭ་ཞིག་སྒོ་འབྱེད་བྱེད་བཞིན་འདུག་པས་དེ་ཡི་ཐོག France བོད་རིགས་གསར་འགྱུར་སྣེ་འདྲེན་ཁང་གིས་རྒྱུས་ལོན་ཞིག་ཞུ་རྒྱུ་ཡིན་པས་རྣམ་པ་ལྷན་རྒྱས་མུ་མཐུད་ནས་གཟེངས་བསུའི་ཡོད་པ་ཞུ།

ང་ཚོ་བསྡད་ས་དེ་མི་མང་འདུ་འཛོམས་བྱས་ཆོག་སའི་ས་ཆ་དེ་འདྲ་མ་རེད། དེ་བྱས་ཙང་དགོངས་དག་ད་ང་ཚོ་བསྡད་ལ་ནི་ཁྱོད་ནི་ཡོང་ཐུག་ཡག་ཁོར་ཡོག་མ་རེད། ད་ཡིན་ནའི་ང་ཚོའི་ཚོགས་པའི་ལས་བྱེད་པ་དང་ཚོས་དེ་རྫོང། མེ་རལ། དེ་འདྲའི་ལ་འབྲེལ་བ་བྱས་ན་ཁོ་ཚོ་ངོ་ཤེས་པ་དེ་འདྲ་ཡོག་རེད། ཨེ་ང་ཚོས་ཐབས་ཤེས་གང་དྲག་ཞུ་གི་ཡིན་ཞུས། ཨེ་དེ་ནས་མི་རེ་རྫོང་ཨ་མ་རང་ལ་ཕྱིན་པ་རེད་ཕྱིན་ནས་དང་པོ་ཏོ་བ་བྱས་ན།

འདི་འདྲའི་ཐག་ཉེ་ས་གཅིག་ཏུ་གཅིག་བྱེད་ཐུབ་ན་ནི་དེ་ཕན་ཐོགས་ཆེན་པོ་ཡོང་བ་རེད་ཡོང་ས་རེད་གསུང་གི་འདུག་འདི་ང་རང་མཐོང་ཞིང་དེ་ཡག་པོ་བྱས་འོ་ན་སྤྱིར་བཏང་སློབ་གྲྭ་ཡོད་ན་ཕ་མ་ཚོ་ལས་མ་ཕེབས་དུས་ནི་ཐག་རིང་པོ་ནི་དུས་ཚོད་མང་པོ་ལ་འགག་ལ་རྫོགས་ནི་འགྲོ་སོང་བས་ཆེན་པོ་བྱས་འདི་འདྲའི་བྱེད་དུས་དཀའ་ངལ་ཡོད་པ་དེ་ཡག་པོ་ཧ་གོ་སོང་བྱས་ཙང་འོ་ད་འདི་འདྲ་གནང་ཐུབ་ན་ཡག་པོ་ཞེ་དྲག་ཡོང་ས་རེད་ད་ང་ཚོ་ཐབས་ཤེས་ག་འདྲ་བྱེད།

ཨ་ནེ། ཕུ་ལ་བོད་མི་རིགས་ལ་ཕན་པ་བརྗོད་ན་ང་རང་གི་ཀ་བ་གལ་སྲིད་ངོ་བ་དང་ལེན་ག་རེ་བྱེད་པ་ནས་བྱེད་པོ་ཡིན། དེ་འདྲ་ཡིན་ཙང་གོང་ས་བྱུང་གི་བྱུང་བ་ཆོག་གི་ཨ་ནེ་ཐུགས་དང་གི་གནང་རོགས་ཅེས་དུ་སྐྱོན་བརྗོད་ཞུ་རེད། དེ་ཞུ་བ་གཞི་བཟུང་གི་གོང་ས་བྱུང་གི་བྱུང་བ་ཆོག་གི་ཐུགས་དང་བཀའ་ལན་ཨ་ནེ་དེ་ནང་ལོགས་ལ་ཨ་ནེ་གཙོ་བོ་དུ་གོང་ས་བྱུང་གི་བྱུང་བ་ཆོག་གི་ཨ་ནེ་ཐུགས་དགོངས་བཞེས་ཞུ། ཡང་གལ་ཏུ་ཨ་ནེ་ཀྱི་བྱང་རྩེ་ཉེན་རྟོག་དང་ཕྱི་དུ་མ་འདྲི་བ་བཟང་ཅིག་གི་ཐོག་ནས་ཨ་ནེ་ཁྱབ་སྤེལ་བྱེད་དགོས་རེད། ཨ་ནེ་དེ་འདྲ་བྱེད་ཡག་ལ་ཡག་པོ་འདུག་ཟེར་དུས་ཀ་གནང། དེ་འདྲ་ཡིན་ཙང་ད་སོ་སོ་གི་ངོས་ནས་གང་ཐུབ་ཐུབ་གང་ཡོང་ཡོང་ཨ་ནི་འབད་བརྩོན་རེ་བྱེད་པ་རེད་ཡིན་ནའི་སོ་སོ་ལ་སྐྱོ་ཐོག་ཤི་རོགས་རྒྱང་ཐོག་ཡོན་ཏན་ཨ་ནི་ཞུ་གནང་དེ་འདྲ་གང་ཡང་ཡོད་མ་རེད་དེ་འདྲ་ཡིན་ཙང་སོ་སོ་ད་ལྟ་བ་ལ་ཕར་ཚེ་དང་པོ་ལ་ཚོགས་པ་དེ་ཡར་བདེ་སྐྱིད་བྱས་ཨ་ནི་ཚོགས་པ་དེ་ཡར་བདེ་སྐྱིད་བྱས་དྲིན་གྱིས་ལན་གྱིས་དུས་སུ་ཆགས་ཨ་ནི་ལྷག་པོ་དུ་གོང་ས་སྤྱོད་འགུལ་ཆེན་པོ་མཆོག་གི་ཐུགས་ཀྱི་དགོངས་གཞི་འགྲུབ་ཡག་ལ་ཨ་ནི་གོང་ས་སྤྱོད་འགུལ་ཆེན་པོ་མཆོག་གི་ཐུགས་རྒྱ་དང་ནམ་མཁའ་ལྟ་བུ་ཞིག་རེད་དེ་འདྲ་ཡིན་ཙང་འདི་མཁྱེན་པ་པོ་ཞིག་དང་ལྟ་བ་པོ་ཞིག་མེད་པ་ཡིན་ན་ང་འདྲ་ཅིག་གིས་ད་ཤི་ཡག་བསྡད་ན། ཨ་ནེ་ཅི། ཏོག་ཡག་མ་རྩ་བཙག་ནི་མེད་རེད། དེ་འདྲའི་ཡིན་ཙང་ད་ང་ཚོ་གོང་ས་སྐྱོང་གིས་ཆེན་པོ་མཆོག་ལ་ཨ་ནེ་བརྒྱུད་རིན་པོ་ཆེ་གི་ཞོལ་གྱི་ཞུ་མཁན་ཨ་ནེ། པ་ཏི་དགེ་ལྡན་ཕོ་བྲང་གི་སྐུ་སྒེར་དྲུང་ཆེན་ཀོང་བློ་བཟོ་གཞོན་པ་མཆོག་ཨ་ནེ་ཀོང་བློ་བཟོ་གཞོན་པ་མཆོག་ལ་ང་རང་གིས་ཨ་ནེ་ད་ངས་དེ་འདྲའི་ཅི། ཨ་ནེ་ལས་འཆར་འབྲི་བ་ཡིན་དུས་གོང་ས་སྐྱོང་གིས་ཆེན་པོ་མཆོག་ལ་སྙན་སེང་ཞུ་བ་ཡིན་ཨ་གོང་ས་སྐྱོང་གིས་ཆེན་པོ་མཆོག་གི་ཐུགས་དང་བཀའ་ལན་དེ་འདྲ་ཕུལ་སོང་དེ་འདྲའི་ཡིན་ཙང་མ་འོངས་ཀྱི་གོང་ས་མཆོག་གི་ཐུགས་དགོངས་ཞེ་སོང་གི་འབྲུག་ཡག་ལ་ཨ་ནི་ངས་ག་རེ་གནང་དགོས་ཀྱི་ཡོད་མེད་འདི་ཨ་ནི་དགོངས་ལ་ཁྱོད་རང་གིས་ང་ལ་ཨ་ནི་བློ་བདེན་པ་གནང་རོགས་ཅེས་དུས་སུ་ངས་སྐྱོན་གྱིས་ཞུ་བ་རེད། དེས་ཞུས་པ་ལ་ཁོང་ལོགས་སུ་ཕྱིན་པ་གི་ད་ག་རང་ཡིན་དུས་ཡིན་ཁོ་རང་གིས་བརྒྱ་ཆ་བརྒྱ་ཨ་ནི་པའི་ཁས་ལེན་བྱས་ཁས་ལེན་བྱས་པ་མ་ཕྱིན་ངས་གིས་གང་བྱས་པ་འདི་ཨ་ནི་ཁོང་ལོགས་སུ་ཕྱིན་པ་གིས་ང་ལ་ཨ་ནི་བཀའ་སློབ་ལངས་ཏེ་གནང་ཞེས་དེ་འདྲའི་ཅི་ཆགས་དེ་རེད། དེ་ནས་ཁོང་ལོགས་སུ་ཕྱིན་པ་གིས་དེ་དང་འབྲེལ་ཡོད་ཀྱི་ཐོག་ནས། ཨ་ནེ་གོང་ལགས་ཁོ་རང་ལྟར་ཞུ་ས་དེ་མེད་པ་ཡིན་ཙང་ཁོ་རང་གི་ས་གནས་ས་ཐོག་ལ་ཁྱོད་རང་ལྟར་ཞུ་བུ་གཅིག་ཕན་ཐོག་བྱེད་ཐུབ་ཀྱི་མི་འདུག་ཨ་དེ་འདྲ་ཡིན་ཙང་ས་གནས་ས་ཐོག་ལ་ཁོ་རང་གི་ངོ་ཤེས་པ་ཕན་ཐོག་བྱེད་ཐུབ་ངེས། དེ་འདྲ་གི་ད་ཅི་མི་ནག་ཅིག་ངོ་སྤྲད་བྱེད་པོ་ཡིན་དེ་འདྲ་ཡིན་ཙང་ཨ་ནེ་དེ་འདྲ་ཕ་རན་སི་ལ་ཨ་ཅག་ངའོ་འགྲོ་ག་ལགས། ཨ་ནེ་ཨ་ཅག་ངའོ་འགྲོ་ག་ལགས་ང་ལ་ངོ་སྤྲད་གནང། ཨ་ནེ་ཨ་ཅག་ངའོ་འགྲོ་ག་ལགས་ལ་ང་གོང་ལ་དེ་འདྲ་ཞུ་སོང་འདུག་དེ་འདྲ་ཡིན་ཙང་ང་ལ། ད་ནི་ཆགས་རོགས་གང་དགོས་དེ་འདྲ་གནང་རོགས་ཅེས་དུ་ཞུས་པ་དག་ཡིན་དུ་ཡིན། ཡང་གང་ལ་གསུངས་པ་ཡིན་ན་ཁོ་རང་གི་ཉེས་པ་གང་ཡོད་པ་གང་ཐུབ་པ་གང་བྱེད་དགོས་ཀྱི་ཡོད་ན་ཁོ་རང་བྱེད་ཀྱི་འདུག་གསུངས་སོང། དེ་འདྲ་ཡིན་ཙང་ཨ་ཅག་ངག་དབང་གྲགས་དཀར་གྱིས་ཨ་ནེ་ཀྱི་ཡིག་ཆ་བཟོ་ཉེན་ཨ་ནེ་དེ་འདྲ་ཨ་ཅག་ཚེ་དབྱངས་ལ་གསལ་བྱས་ཏེ་ང་ཚེ་དབྱངས་ལགས་མཇལ་མ་གནང། ཨ་ནེ་ཡིན་ནས་ཚེ་དབྱངས་ལགས་ང་ལ་ངོ་སྤྲད་བྱས། ཨ་ནེ་ཡིག་ཆ་དེ་ཚོ་ཡར་མར་ལ་གང་ག་དེ་ཚེ་དབྱངས་ལགས་ཀྱིས་ང་ལ་ཨ་ནེ་ང་ནི་ཁ་བ་གི་ཐོག་ནས་ཕར་ཚུར་སྐད་ཆ་བཤད་ཡིག་ཆ་བཟོ་ག་དེ་ཡང་དེ་འདྲའི་རོགས་པ་བྱས་པ་རེད།

དེ་ལ་ཕར་རོགས་པ་ག་རེ་བྱེད་དགོས་ཡོད་ན་ང་རང་བྱས་ཤིག་ང་ལ་ཡང་ཨི་ཚི་རོགས་པ་ག་རེ་གནང་དགོས་ན་ཁོ་རང་གནང་ཤིག་ཨ་ནི་ལྷོ་བྲག་སྡིག་གི་ད་ཡ་མ་ག་རེ་ན་འགན་གཙོ་བོ་ད་ང་ཡི་གོ་ཨ་ནི་ད་ལྟ་ཡི་ཆ་རོགས་པ་བྱས་ཨ་ད་ཨ་ནི་དེ་ཚོ་འགན་གཙོ་བོ་ཁོ་རང་གོ་དེ་ནས་མ་འོངས་པ་ང་ནི་ག་རེ་བྱེད་དགོས་ན་ཨ་ནི་ལས་ཀ་དེ་ཚོ་སར་གནང་དོ་དང་ཨ་ནི་ཅི་དུ་གནང་ནོ་དེ་འདྲ་བྱས་ཨ་གི་ང་ཚོ་དེ་འདྲ་བྱུང་པས་དེ་རེད་དེ་ད་གནས་སྟངས་ཅི་དུ་ཆགས་དུ་ཡོད།

བོད་ནང་ལ་བོད་ཡིག་གི་སློབ་གྲྭ་མང་པོ་སྒོ་བརྒྱབ། ཨ་ནེ་དག་ནང་བཞིན་གྱི་བོད་ཡིག་སྒེར་གྱི་ཚོགས་གཉེར་དང་ཚོ་བས་སྦྱངས་མ་བཅུག་བཞིན། རྒྱ་གར་ནང་ལ་ཡང་གཞོན་སྐྱེས་ཚོ་བས་མ་འདང་བ་བྱས། ཨ་ནེ། ད་བོད་ཀྱི་རིག་གཞུང་འདི་རྩར་མེད་འགྲོ་ཡག་གི་ཉེན་ཁ་ཆེན་པོ་ཞིག་མཐོང་གི་འདུག་ཨ་ནེ་དག་ནང་བཞིན་གྱི་ད་མང་པོ་ཕྱི་རྒྱལ་ཡོང་གི་ལུང་པར་ལ་ཕེབས་ཡོང་རོགས། ད་དེང་དུས་ཀྱི། སློབ་སྦྱོང་གི་ཐུན་ཏེ་འབྲེལ་ཡག་པོ་ཞུ་ཕྱིར་རེག་ཡོད་པ་དེ་དག་བོད་ཡིག་སྦྱང་ས་ཡོད་མི་རུང་བས། དེ་དང་ཕ་རན་སི་རང་ནང་ལ་ད་ཕྱི་རྒྱལ་ཁག་ལ་སྐྱེས་པའི་གཞོན་སྐྱེས་དེ་གའི་ལ་མ་འོངས་པར་བོད་ཡིག་ཐོག་ལ་དཀའ་ངལ་དཀའ་ངལ་ཅིག་འཕྲད་ཡག་ཡིན་པས་ནི་ཉེན་ཁ་ཆེན་པོ་བྱུང་ཨ་ཨེ་འདི་འདྲས་སོང་ཙང་ཨེ་འདི་འདྲས་བྱུང་ན་ཡག་པོ་ཞུ་ཅིག་ཡོང་ས་རེད་ཞུས་པ་རེད། ཨེ་གཞོན་ནས་ད་འདི་འདྲས་སུ་ཚུགས་ཀྱི་ཡིན་གསུང་གི་འདུག་ཅི་བྱས་ཙང་ཨེ་ནས་ང་ཚོས་རྒྱབ་སྐྱོར་ཞུ་གི་ཡིན་རྒྱབ་སྐྱོར་གང་ཐུབ་ཐུབ་ནུས་པ་གང་ཡོད་ཡོད། དེ་འདྲ་གནང་ཐུབ་ན་ཕན་ཐོགས་ཆེན་པོ་ཡོང་ས་རེད་ཟེར། ཕན་ཐོགས་དང་པོ་དེ་ག་རེ་ཡོང་གི་རེད་ཟེར་ན། ང་ཚོ་བོད་ཀྱི་རིག་གཞུང་གི་རྨང་གཞི་ཅིག་རྨང་གཞི་ཡག་པོ་ཞིག་ཆགས་ཀྱི་རེད། རྨང་གཞི་ཡག་པོ་དེ་ཆགས་སོང་ན་ཡང་ནི་རྒྱ་གར་དུ་བ་ཡར་རྒྱས་དང་ནང་པར་བྱུང་ནས་ཡང་རྨང་གཞི་ཅིག་ཡག་པོ་ཡོད་ན་ཡག་པོ་ཡོང་གི་རེད། ཨ་ནི་ཡང་ཕན་ཐོགས་གཉིས་པ་དེ་ཕ་མ་ཚོ་ལས་མཐུན་རྐྱེན་གྱིས་ཕན་ཐོགས་ཡོང་གི་རེད། ཕ་མ་ཚོ་བས་ཐག་རིང་པོ་ཡར་མར་འཕེལ་ཡ་དེ་དཀོན་ངེས་ཡོད་རེད།

གཟའ་མཇུག་བོད་ཡིག་སློབ་གྲྭ་ཞིག་འདུག་ད་སྒོ་ཕྱེ་ཡོང་དགོས་ས་རེད་དོན་དག་སྙིང་པོ་དེ་དེ་རེད་དེ་ཤ་ཨ་འདི་ཡིན་འདི་ཙམ་དེའི་ཐོག་ལས་ད་མཐུན་འགྱུར་དང་རྒྱབ་སྐྱོར་གཅིག་ད་ལྟ་ཀོ་ར་ཚོགས་པས་ངོས་ནས་འདུག་གནང་གི་འདུག་ཁྱེད་རང་འདུག་མཉམ་ལས་བྱས་ཡོད་འདུག་འདི་ཡིན་འདི་ཙམ་ད་ཀོ་ར་ཚོགས་པ་ལས་དེ་ད་ལོ་མང་པོ་ཞིག་རིང་འདུག་ད་ང་ཚོ་ཧྥ་རན་སི་སྤྱི་ཚོགས་ནང་ལོགས་ལ་དམིགས་བསལ་གྱིས་གསར་དུ་འབྱོར་ལྟེ་གནས་དེ་ཚོ་གི་ཡིག་ཆ་གི་དཀའ་ངལ་ཐོག་ལ་ནི་རོགས་རམ་གནང་ལྟེ་གནས་ཀྱི།

རྣམ་རྒྱལ་ཚེ་རིང་ལགས་དང་མཉམ་རྡོ་ལི་ཡང་ཡང་ཅིག་དུ་བ་ལ་བོད་སྐད་ཡིག་སྦྱང་ས་ཀྱི་སྟབས་བདེ་མཉམ་ལས་ཤིག་བྱེད་ཡོང་གི་འདུག་དེ་ཚོ་ཐོག་ལ་ཁྱེད་རང་གི་ངོས་ནས་ག་འདྲ་ག་འདྲ་གནང་གི་ཡོད་ད་ལྟ་གོང་དུ་རྣམ་རྒྱལ་ལགས་ཀྱིས་གསུངས་པ་ནང་བཞིན་ཡང་མ་འོངས་པ་བྱ་གཞི་དང་དེ་ཚོ་ག་འདྲ་ཡིན་ནམ།
ད་ད་ང་ང་ཚོ་ཁྱེད་རང་གི་བསླབ་གྲྭ་གི་ད་བོད་ཡིག་བསླབ་གྲྭ་དང།

ད་བོད་ཀྱི་དད་ལྡན་ངོ་མ་གཙོ་བོ་འཇུ་བའི་གོམས་སོང་ནི་དད་ལྡན་ངོ་མ་ལོ་ཏོག་ལ་འཆང་བ་དང་ལྕེ་ཐོག་ལ་བདུད་རྩི་ཞལ་འབྱེད་གསུང་སྟེ་བྱོན་པའི་རེ་བ་དང་ལན་བླངས་ཡོད། འོན་ཀྱང་རང་གི་དུས་སུ་ང་མིའི་གོ་སྐབས་གནང་བ་བཀའ་དྲིན་ཆེ་ཐུགས་རྗེ་ཆེ། ཧྥྲང་སི་བོད་རིགས་སྲན་རྒྱུན་གཉེན་འཕྲད་ཁང་གིས་སྤྱི་ཚོགས་མེ་ལོང་གི་ལེ་ཚན་ནང་བྱམས་བརྩེ་ནུས་མཐོ་ཚོགས་པ་དང་སྐོར་བ་ཚོགས་པ་ཟུང་འབྲེལ་གྱིས་འགན་འཁུར་འོག་གསང་ཆུ་བོད་ཡིག་སློབ་གྲྭའི་སྒོ་འབྱེད་བྱས་པའི་གནས་ཚུལ་ཁག་འགན་འཁུར་བའི་རེ་འདུན་གནང་བ་ལྟར་སྙན་སྒྲོན་ཞུས་པ་ཡིན་པས་དེ་ལུགས་དགོངས་འཇགས་ཡོད་པར་ཞུ། ལེ་ཚན་གཙོ་སྦྱོང་བ་རྡོ་རྗེ་བཀྲ་ཤིས། དེ་རྗེས་མའི་ལེ་ཚན་ནང་བསྐྱར་དུ་མཇལ་ཡོང།